ཚང་མ་ལ་འཚམས་འདྲི་འདི་འདྲ་ཞུ་ཡག་དང་ཨ་ནེ་ཡང་དེ་རིང་ཧོར་རྩེ་རུ་ཉིས་སྟོང་ཆུ་རྩ་དྲུག་ལོའི་ཧེ་ད་ཕྱི་ཟླ་བཞི་བའི་ཚེས་བཅུ་བདུན་ཉིན་ཧེ་ད་བརྙན་ཐུང་ནའོ་ལ་ཏན་ད་ག་ཟེར་ཏེ་ཨ་ད་ཨ་ཐན་ད་ཟེར་ལ་ཧེ་ད་ཨ་རི་དང་ཨ་རི་རང་ཨན་ད་ད་ག་ཟེར་ཏེ་ཧེ་ད་ཨི་ཟི་རལ་ཨ་ནེ་ཁོ་ཚོ་གསུམ་བར་ལ་ཨ་ནེ་དམག་འཁྲུག་ག་ལ་གང་འཚམ་ཤུགས་ཆེ་བོ་ཅིག་ག་འགྲོ་གི་ཡོད་དེ་འདྲས་གང་ལྟར་ཕེ་ད་ཅིག་ཧེ་ད་གནས་ཚུལ་ཅིག་ག་དེང་གི་འོག་དེ་འདྲ་སོང་ཙང་ད་དེའི་དན་ད་གནས་ཚུལ་སུ་དང་འབྲེལ་བའི་ཐོག་ནས་ཨ་ནེ་ད་དེའི་ཆ་ལ་ཁ་བ་ད་ཅིག་ད་ལྟ་ཀརྨ་ཀརྨ་ལ་ཀའོ་ད་བར་གནས་ཚུལ་གསར་བ་ཡིན་ན་རེད་ཡང་མེད་ན་ཨ་འགྱུར་བ་གས་ཆོག་མང་པོ་ཞོག་ཅིག་ཨ་ལེ་དོ་དེ་འདྲ་སོང་ཙང་ཨ་ནེ་དེ་ཚོ་སྐོར་ལ་ཀའོ་ད་ཅིག་ད་ལྟ་གོ་ཅིག་ཚེས་ཕྱེད་དུ་ཨ་ནེ་ཡང་དེ་རིང་འདི་ལ་ཀའོ་ད་དགོས་ནི་དེ་རེད་ད་བརྙན་ཐུང་ཅིག་ཨ་ཟེར་ནས། ད་དེ་ཡང་ད་ལྟའི་ཆར་ང་ཚོ་ཁ་གསལ་ཏེ་དེ་ལྟར་ཨ་རི་དང་ཨ་ཡེ་རང་ཨ་ད་ལྟ་ཨ་ཨི་ཛི་རལ་ཨ་ཁོ་ཚོ་གསུམ་བར་གྱི་ཡང་དག་དམག་གྲོགས་སུ་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གལ་ཆོག་ཅིག་ཨ་ག་རེ་ལེགས་འདུག་ལགས་ན་ད་དེ་ཡང་ད་ད་ད་ད་དེ་རིང་རང་ད་ད་ད་ད་ཚེས་བཅུ་བདུན་ཉིན་སོགས་ལ་ཨ་ནས་ཨ་རི་སྲིད་འཛིན་གྲོ་ནོ་ཁྲོམ་ངས་ནས་ཨ་ནས་གསལ་བསྒྲགས་གལ་ཆོག་ཅིག་ཨ་ག་རེ་བྱས་བྱས་ལགས་ན་ད་དེ་ད་ད་དེ་རིང་ད་ད་ཚེས་བཅུ་བདུན་ཉིན་སོགས་ལ་ཨི་རན་གྱི་ངས་ཨི་རན་ཁོ་རང་དེ་ལྟར་ཅིག་ཏྲམ་སོགས་ལ་ཡིད་སྐྱོ་དེ་ལྟར་ཅིག་རྒྱལ་སྤྱིའི་གི་ཚོགས་ལམ་གས་ཆོ Strait of Hormuz ལ་ཉེ་སྟེ་སྒོ་ཕྱེ་གི་ཡོད་དེ་རེད་གང་ལྟར་བེ་ད་གསལ་བསྒྲགས་ཅིག་བྱས་ཅིག་ད་དེ་ཡང་ཅིག་ད་ཨི་རན་གྱི་ངས་ཨ་ནི་ད་དེའི་ད་ད་ཚོགས་ལམ་གས་ཆོ་དེ་ཨ་ནི་སྒོ་ཕྱེ་རོ་ད་དེ་ཅིག་ད་ད་ད་ཁ་སང་ཁ་སང་དོ་ནས་ཁ་ཚུགས་ཁོ་ཚོ་ཁས་ལེན་བྱས་བྱས་རོ་དེ་ད་ཁ་སང་དོ་ཨ་རི་དང་ཨི་ཛི་ར་ཨི་རན་ཨ་ནི་ཁོ་ཚོ་གསུམ་བར་ལ་ཨ་དེ་འདྲ་གཉིས་ཀྱི་རིང་ལ་དེ་རེད་ད་དམག་མཚམས་བཤད་དེ་འདྲས

གསལ་བསྒྲགས་གཅིག་བྱས་ཞེས་བལྟས་ན་ཡང་དེའི་གོ་ཆའི་ཆེ་ཐང་དེ་ག་འདྲ་རེད་བསམ་ད་དེའི་ད་ཕ་ཆེ་དེ་རིང་ནས་བརྩིས་ནས་ད་ལྟ་ཨ་རི་དང་ཨིས་ར་ཨིརང་ཁོ་ཚོ་གསུམ་བར་ལ་དམག་མཚམས་བཞག་གི་ཉི་མ་དེ་ད་ཕ་ཆེ་ཉི་མ་ད་ལྔ་དྲུག་ཅིག་ལྷག་མ་འོ་ད་དེའི་གི་ཉི་མ་ནང་ལོགས་དེ་ལ་ཡང་གོ་ཆའི་མ་ད་དེའི་གི་རྗེས་ནས་ཡང་ག་ལོགས་ཡང་ཁོ་ཚོ་བར་ལ་མུ་ཏིག་ཡང་དམག་ཤོར་རེད་བསམ་མུ་ཏིག་ག་འདྲ་དཀའ་ངལ་ཁྲོད་ན་ནི་མགོ་རྒྱག་ཡ་མེད་དེ་འདྲའི་ག་འདྲ་བེད་གསལ་བོ་རེད་བྱས་རྗེས་ད་དོག་དོག་བྱས་ན་ཉི་མ་བཞི་ལྔ་ཅིག་རིང་ལ་ནི་གོ་ཆའི་མ་ད་དེའི་གི་གོ་ཆའི་ནང་དོག་དོག་ག་འདྲ་ད་འདི་དང་ད་མཚོ་ལམ་འདིར་འགྱིག་ནི་ད་ཅིག། སྣུམ་དང་གས་ཨོར་ཉའི་དམག་ལ་ད་ཅིག། ཚོང་དང་འབྲེལ་བ་ཡོད་ཚད་ལ་ཨོར་ཉའི་གཅིག་པོ་ཏང་ཡང་མ་ཏོ་ཡང་ད་ག་ཚད་དེ། དམག་དང་འབྲེལ་བ་ཡོད་ཡང་གྲུ་གཟིངས་དེར་ཏང་མིན་པའི་དེ་འདྲའི་གང་ལྟར་དེ། གསལ་བསྒྲགས་འདྲ་བོ་ཅིག་ཨ་བྱས་བྱས་ད་དེ་གི་མཉམ་དུ། ཡང་ད་དེ་བྱས་ལ་གནས་ཚུལ་ཁ་ཤས་ལ་ག་རེ་དེ་འདུག་ད་དེ་རིང་དུ་བ་གང་ལྟར་ད་དེ་དེ་ནི་འགྱིག་ནི་གྲུ་གཟིངས། ད་ཡར་ཁ་ཏུ་གྲུ་ཆེན་ཚང་མ་ངས་ན་ནི་ཡི་རང་གསར་བརྗེ་དམག་དཔུང་བཙལ་ན་ཡང་དེ་འདྲའི་ཨེ་ཁ་ལོ། ཆོག་མཆན་དེ་འདྲ་ཞུ་དགོས་ཡོད་ན་དེ་འདྲས་གང་ལྟར་བེད་གནས་བཟོ་ཡོད་ན་དེ་འདྲས་གང་ལྟར་ལྟ་ཅིག། ཨེ་ཁ་ལོ་ལྟ་ཅིག་གསལ་བསྒྲགས་སོགས་ལ་དེ་འདྲ་ཡི་རང་གསར་བརྗེ་དམག་དཔུང་གང་ལྟར་དམག་དཔོན་ཁ་ཤས་ཅིག་བྱེད་དོ་དེ་འདྲ་སོང་ཙང་དེ་ལྟར་ལྟ་ཡོད་ན་ཅིག་བྱས་ན་ཡང་གོ་གོ་ཆེ་བ་ཡིན་ན་གང་ལྟར་ཡི་རང་གི་སྟངས་འཛིན་ཅིག་ཡེ་ཡོད་སོགས་དེ་འདྲས་གང་ལྟར་ལྟ། གནས་སྟངས་རེ་བྱས་ག་ས་ག་སེ་ཡི་རང་གི་དམག་མི་ལས་ཁུངས་བཙལ་ནས་ཆོག་མཆན་ཤོར་ཤོར་ན་ད་དེ་ལ་ཡི་རང་གི་སྟངས་འཛིན་ཡོད་རྒྱུ་ར་ཆ་ཡི་འདུག་འོ་དེ་འདྲ་སོང་ཙང་གང་ལྟར་གོ་ཆེ་ཡོད་བ་ར་གང་ལྟར་དེའི་སྟངས།

ཀ་ཁ་དེ་སངས་ཡོ་བ་ནི་ད་ལྟ་ཨ་རིའི་ངས་ནི་ཨ་ནི་ཡང་དེ་གི་འོག་ཚུད་ལ་འདི་ལྟ་ཅིག་ཨེ་ད་རྒྱལ་སྤྱིའི་ཚོགས་ལམ་གལ་སྲིད་སྤྲེལ་ཧོར་མོ་སི་ཀ་ཁ་ཡིན་ན་ཡང་རེད་ཡང་མ་ད་ཨི་རན་དང་འབྲེལ་བ་ཡོད་གྲུ་གཟིངས་ཀ་ཁ་རུ་ད་དེའི་ཀ་ཁ་དེ་ད་རུང་ཡང་གལ་སངས་ཡས་མ་ཡིན་པ་ད་རུང་ཡང་ག་ད་ད་ག་རང་ན་དེ་གི་རུ་ད་དེ་དེ་ཡང་ད་དུང་བྱས་ན་གང་ད་ད་དེ་ཨེ་ད་དེ་བྱས་ལ་ཨི་རན་དང་ཨ་རི་གཉིས་བར་ལ་འབྲེལ་ཐུག་བྱས་ད་དེ་གི་འབྲེལ་ཐུག་བྱས་སུ་ནང་ལ་ད་ཅིག་གནས་ཚུལ་ཅིག་ཐག་གཅད་བྱེད་མ་དུས་བས་ཡང་མ་ན་ཨ་རིའི་བསྟན་བཅོས་ཆ་རྐྱེན་ཚོ་ཨི་རན་གི་ཁས་ལེན་མ་བྱས་བར་དུ་ད་དེའི་གང་ད་ཀ་ཁ་ད་དུང་མུ་ཏིག་ཀ་ཁ་ཡིན་པས་དེ་ཡང་གསལ་རབ་རྟོགས་ཟིན་ཁ་གསལ་དེ། སེམས་ཅུང་ཁྲོམ་ངར་གང་ད་ཅིག། བྱས། ཨ་ནི་ད་ཐེངས་ཀྱི་མཉམ་འདུག་དེ་དེ་རིང་ད་ལྟ་ཚེས་བཅུ་བདུན་ཉིན་སོང་ལ། ཨ་ནི་ཨི་རན་གྱི་ནས་ད་དེ་ད་ལྟ་ཚོགས་ལམ་གས་ཆོག་གོ་ཆས་སུ་དང་འབྲེལ་བའི་ཐོག་ནས་ད་ང་ཚོ་གས་ཆོག་དེ་ག་རེ་གོ་ཚུལ་ལ་ནི་ད་དེ་གཅིག་དང། དེ་རིང་དུ་ཨི་རན་གྱི་གོ་ཆས་ཀྱི་རྒྱུ་མཚན་རོགས་ད་དེ་ད་ལྟ་ཁ་སང་ཚེས་བཅུ་དྲུག་ནས་གོ་བཅུག་རྗེས་ཨི་ཟི་རལ་དང་ལེ་པཱ་ནན་གཉིས་མི་ལ་དམག་བཙན་བཞག་ད་ད་དེ་དམག་མཚམས་བཞག་ལ་བརྟེན་བྱས། ད་དེ་རིང་ད་ག་ད་ཁ་སང་གྲལ་བཤེར་གནང་རེ་ཡོད་དང་ད་གིས་ཨི་རན་གྱི་དེ་ད་ལག་བསྟར་བྱེད་རོགས་ལྟས་ན་ངའི་ན་ཟུག་ཕ་ཆེ་དེ་འདྲ་ཡིན་ས་མ་རེད་ད་ང་རང་ལྟ་ན་ག་ད་ད་ལེ་དེ་འདྲ་ཨ་རིག་ངེད་ན་ནི་རྒྱལ་སྤྱིའི་ཚོགས་ལམ་གས་ཆོག་ཀ་ཡ་ནི་དེ་ཙམ་མ་ཡིན་པ་ཨི་རན་དང་འབྲེལ་བ་རྒྱུ་ག་ད་གྲུ་ཆེན་ཚང་མ་ཀ་ཀ་དེ་གི་དེ་རྒྱ་ཆེན་ཆེ་ཨི་རན་ལ་ག་ད་དཀའ་ངལ་ཆེ་དང་ཤུགས་རྐྱེན་ཆེ་སྤྲད་ད་ཤུགས་རྐྱེན་ད་ད་ག་ས་མ་ཤུགས་རྐྱེན་ཤུགས་ཆེ་བོ་ཞིག་སྤྲད་ཟོ་ད་དེ་འདྲ་ནི་ད་ལ་ཞིག་ཅེ་ད་དེ་ཆ་ཨི་རན་ཡང་འུ་ཐུག་ཅེ་ད་གོ་མ་ཅེ་རང་ཅེ་ཐུག་ཡི་དེ་འདྲའི་གནས་སྟངས་ཅིག་མི་རེད་བསམ་དེ་འདྲའི་ག་ད་ད་ཅིག་གནས་སྟངས་འདྲ་བོ་ཅིག་རེད་བྱ་ད་ཐིག་གི་མཉམ་འདུས་དང་དེ་འདྲ་སེམས་ཅུང་ཁྲོམ་ངོ་ནས་གསལ་བསྒྲགས་ཅིག་ག་རེ་བྱེད་བྱེད་ལ་ན། ད་དེ་ག་ཟེ་དེ་ད་ཨེ་ག་ད་དེ་རིང་དུ་ཨི་རང་ངེ་ན་ད་དེའི་ཚོགས་ལམ་དེ་གོ་ཆེ་བ་ན་ད་དེ་དང་ཚོགས་ལམ་དེ་གི་ཚོགས་འོག་ལ་དུ་རུང་ག་ད་ད་ཅིག་བམ་ཚོ་ལ་མང་པོ་ཞོ་ཅིག་འདུག་ད་ག་ད་ཁ་སང་དུ་ཨི་རང་གི་བེ་རོ་ད་སོ་ད་དེ་དང་ད་བམ་དུ་གཙང་མ་བཟོས་གང་ལ་ད་ད་དེ་བྱ་ཨི་རང་གི་གཙང་མ་བཟོས་ནས་གཙང་མ་བཟོ་འི་ན་དེ་གཙང་མ་ཨི་རང་གཙང་མ་བཟོས་གང་ལ་ནི་ཨ་རི་གི་ག་ད་རོགས་པ་ཚོ་ར་བྱེད་ཀི་ཡོད་དེ་རེ་ག་ད་བེ་གསལ་བསྒྲགས་ཅིག་བྱེད་ད་ནི་དེ་གི་མཉམ་དུ་ཨ་རི་ཙམ་མང་བས་ད་ད་དེ་བྱ་དེ་དང་ད་བམ་གཙང་མ་བཟོས་གང་ལ་ནི་ནས་ཁྲོ་ངེ་ན་ཡང་དེ་འདྲའི་རོགས་པ་བཅས་ཐབས་ཤེས་བྱས་འདུག་ཟོག་རྫོང་ཕྱི་ནང་ནས་འཕྲོ་ངོས་ན་ཨ་ནེ་ཨ་རི་ལ་ཚུར་འབྲེལ་བ་བྱས་རྗེས་དེ་གང་ལྟར་གཙང་མ་བཟོ་ཡ་གང་ལ་མཉམ་རུབ་ཀྱི་ལས་ཀ་བྱས་དེ་པ་བྱས་འདུག་ད་ནི་དེར་དེ་པ་བྱས་ན་གང་ལྟར་ནས་འཕྲོ་གི་གང་ལྟར་རོགས་པ་བྱས་འདུག་ཨ་རི་གིས་ཁས་ལེན་བྱས་མེད་ཟོག་རྫོང་ཕྱི་ནང་ཁ་ཁ་ཚང་དུ་རོགས་པ་གལ་ཆེ་མང་བོ་དེར་སོང་ཙང་ད་ལྟ་འདི་ལ་རོགས་པ་དེར་གལ་དགོས་མི་འདུག་ཟེར་ད་དེ་ལས་ཁྱོད་ཚོ་པ་འདི་ཐག་རིང་རིང་བྱས་ན་པ་བསྡད་རོགས་ཅིག་ལན་དེ་འདྲས་གང་ལྟར་བས། གང་ལྟར་ད་ཅིག་ནམ་རྒྱུན་ཟེར་བསྟན་ཡས་འུ་ཡང་གསལ་བསྒྲགས་ཅིག་བྱས་ཤོག། ཨ་ནནྟ་དེའི་ཉམས་དང་ལྡན་ད་སེམས་ཅུང་སྤྲོ་མོ་ནས་གསལ་སྒྲ་གལ་ཆེ་བོ་གཅིག་ག་རེ་བྱེད་བྱེད་ལ་ཨ་ནནྟ་དེ་གང་ལྟར་ཁ་སང་ཐོ་བ་ཡིན་ན་རེད་ཡང་མིན་ད་ལྟ་ཟེར་ལ་ད་ཨ་རི་དང་ཨི་རན་གཉིས་བར་ལ་ད་ཅིག་གྲོས་བསྡུར་བྱེད་དགོས་སོ་ཨ་ནི་ད་ཁོ་གཉིས་ཅིག་མ་དེ་ནས་ཤ་ཡིན་ན་ཡང་འདིར་གང་ལྟར་གནད་དོན་རྙོག་དྲ་ཚ་བོ་གཅིག་ག་རེ་ལ་ད་དེ་ད་ལྟ་དེ་ད་ལྟ་བར་དུ་ཨི་རན་གྱི་བསགས་བཞག་རྒྱུ་དེ་རེད་ད།

ཁས་ལེན་བྱེད་ད་དེ་བྱེད་བྱེད་ལ་ཡིན་པོ་ད་དེ་ལ་བ་ནང་དེ་ག་ད་དེ་ས་སེ་ཟུང་ཀྲོམ་གི་ན་ག་ད་ད་དེ་ཡི་ག་ད་རྫས་སུ་ཅི་ད་ཁ་སང་དུ་ར་ཤེས་གླེན་དེ་དེ་ད་བྲེ་གུ་དེར་བསྟན་དེ་དེ་ན་ག་ད་ར་ཤེས་ད་ལ་ཨ་རིག་གི་ཁས་ལེན་བྱེད་མི་འདུག་དེ་ར་སུ་ད་ད་དེ་བྱ་དེ་ཚོ་ཚང་མ་ག་ད་ཨ་རིག་གི་གླེན་གི་ཡོད་དེ་དེ་ག་ད་བེ་ད་གནས་ཚང་གཅིག་ག་རེད་ཤར་དེ་བྱེད་ད་དེ་ཡིན་པ་ན་དེ་ས་གནས་ཚུལ་གས་ཆོག་གཅིག་ག་ག་རེད་གོ་ཚུལ་ལ་ན་ད་དེ་ཨེ་ཅི་ད་ད་ཁ་སང་ཚེས་བཅུ་དྲུག་ནས་གོ་བཙུགས་ཅག་ནི་ཨིས་རལ་དང་དེ་ད་ལེ་པེ་ན་གཉིས་བེ་ལ་དམག་མཚམས་སུ་རོ་ཤར་རོ་དེ་ན་ག་ད་དམག་མཚམས་བཞག་ཡོད་ར་དེ་རིང་ད་ད་ཚེས

ཨིས་རལ་ངེས་ནས་ལེ་བྷ་ནཱན་ལ་གཏོར་སྐྱེལ་བཏང་ཚང་མ་མཚམས་བཞག་ཟེར་དེ་མཚམས་བཞག་དང་གང་ཐད་རྡོག་ཐོ་བྱས་ན་སྲིད་འཛིན་ཁྲོམ་ངོས་ནས་ནེ་ཐན་ཡོ་བེ་དེ་ད་བཀག་ཨིན་ཞེས་ནེ་ཐན་ཡོ་ཚིག་འཛིན་བྱས་རྗེས་གཏོར་སྐྱེལ་བཏང་ཆོག་གི་ཡིན་མ་ཟད་ད་བེ་དེ་སྲིད་འཛིན་ལ་ལས་བྱས་ན་བེ་དེ་ད་ད་བེ་ད་ལྟ་བུ་གཏོར་སྐྱེལ་བཏང་སྟེ་བེ་དེ་འགྲིག་ཞེས་ཨིན་ཇི་ག་དེ་མ་གསུངས་ན Enough is Enough ཞོག་དེ་འདྲ་སོང་ཙང་ནི་གཏོར་སྐྱེལ་བཏང་མ་མཚམས་བཞག་གི་དེ་འདྲའི་གསལ་བསྒྲགས་བྱས་ད་དེའི་གསལ་བསྒྲགས་བྱས་སོང་བསལ་བསྒྲགས་བྱས་ཚར་རྗེས་ནས་ནི་ནེ་ཐན་ཡོ་ངོས་ནས་དེ་འདྲའི་གང་ཐད་བེ་སེལ་འགྲོ་ཅིག་ཨ་ཟེར་ཞོར་ཨར་མདའ་དེ་གི་མཉམ་དུ་ཨར་མདའ་དེ་དེ་རིང་དུ་ཁ་སང་ཚེས་བཅུ་དྲུག་ཉིན་སུ་ལ་ཨི་ཟི་རལ་དང་ད་གྷ་སའི་ལས་བེད་གཉིས་བར་དམག་མཚམས་བཞག་དེ་གང་ལ་སྤྱི་བཏང་ཧེས་པོ་ལ་གི་ད་སྐྱེ་མཆེད་སུ་ར་བྱིས་དུ་ད་དེ་འགྲིག་ཨེ་མ་ལ་ཡིན་དུ་ཨི་ན་གང་དུ་ད་དམག་མཚམས་བཞག་དུ་ཧེས་པོ་ལ་ཡང་རྒྱབ་སྐྱོར་སུ་ར་བྱེད་མི་ཡང་དེ་འདྲའི་གནས་ཚུལ་གཅིག་དེང་དུ་ཨོ།

དེ་ཕྱི་ལྟ་དེ་ནི་ཐ་མ་དང་ལ་ངའི་བརྙན་ཐུང་ཚང་མ་ཤ་ངེས་ལ་ནི་ངའི་བརྙན་ཐུང་སུ་ཉན་ཚང་མ་ལ་ང་རེ་བ་ཅི་ག་རེ་ཞུས་ལ་ནི་ད་ལྟ་འདི་ལ་ད་ག་ཟེར་ཏེ། ངའི་བརྙན་ཐུང་ལ་ལྟ་ཡས་ཙམ་མ་ཡིན་པ་ནི་དེ་སྙམ་དུ་ད་ངས་ཡུ་ཏུབ་ལ་ཚོགས་ཞུགས་བྱས་ཡིན་ན་རེད་ཡང་མེད་ན་བརྙན་ཐུང་སུ་ཕག་ཚོ་གང་མང་བ་གི་གུར་ཆ་ནི་དེ་ཙམ་མ་ཡིན་པ། ངའི་བརྙན་ཐུང་ལ་ཡང་ག་ལ་དང་ཆད་འདུག་སྤྲད་ཐུབ་ན་དེ་ང་ལ་ཕན་ཅི་ག་ཐུག་འདུག་དེ་འདྲ་སོང་ཙང་ང་ཚང་མ་གི་དེ་གྲོགས་བྱེད་ཐུབ་པས་དེ་འདྲ་ངས་རེ་བ་ཅི་ག་བྱོས། འོ་ལ་ས་ག་ནས་འཛོམས་ཡོད།